དམིགས་ཡུལ། དགྲ་ཐེབས་འདི་བཞིན་གྲོགས་པོ་ཆུང་ཆུང་ཚོའི་བློ་འཛིན་དང་ཉེན་ཚེ་ཡར་རྒྱས་གཏོང་ཆེད་དུ་བཟོས་པ་ཡིན། བདེན་བཞིའི་རྣམ་གཞག། སངས་རྒྱས་བཅོམ་ལྡན་འདས་ཀྱིས་བདེན་བཞིའི་ཆོས་འཁོར་བསྐོར་བའི་ཚེ་བཟླས་པ་བཅུ་གཉིས་སུ་བཟླས་ཏེ་གསུངས་པ་ཡིན། དང་པོ། བདེན་བཞིའི་ངོ་བོ་ལ་བཟླས་པ་ནི། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ། འདི་ནི་ཀུན་འབྱུང་འཕགས་པའི་བདེན་པའོ། འདི་ནི་འགོག་པ་འཕགས་པའི་བདེན་པའོ། འདི་ནི་ལམ་འཕགས་པའི་བདེན་པའོ། ཞེས་སོ། གཉིས་པ། བདེན་བཞིའི་བྱེད་པ་ལ་བཟླས་པ་ནི། སྡུག་བསྔལ་ཤེས་པར་བྱ། ཀུན་འབྱུང་སྤང་བར་བྱ། འགོག་པ་མངོན་དུ་བྱ། ལམ་བསྒོམ་པར་བྱ། ཞེས་སོ། གསུམ་པ། བྱ་བ་འབྲས་བུ་དང་བཅས་པ་ལ་བཟླས་པ་ནི། སྡུག་བསྔལ་ཤེས་པར་བྱ་སྟེ་ཤེས་པར་བྱར་མེད། ཀུན་འབྱུང་སྤང་བར་བྱ་སྟེ་སྤང་བར་བྱར་མེད། འགོག་པ་མངོན་དུ་བྱ་སྟེ་མངོན་དུ་བྱར་མེད། ལམ་བསྒོམ་པར་བྱ་སྟེ་བསྒོམ་པར་བྱར་མེད་ཅེས་གསུངས་སོ། དེའང་བདེན་པ་བཞིའི་རྣམ་པར་གཞག་པ་ལ་དྲུག། བདེན་བཞིའི་གྲངས་ངེས་གོ་རིམ་ངོའི་ཁྱད་པར། རྣམ་པ་དྲུག་བཅུའི་སྒྲ་དོན་དགོད་པའོ། དང་པོ་ནི། ཐར་འདོད་ཀྱི་སྐྱེས་བུས་འཁོར་བར་འཇུག་ལྡོག་གི་རྩོལ་བ་ལ་བདེན་པ་བཞིར་གྲངས་ངེས་པ་ཡིན་ཏེ། འཁོར་བར་འཇུག་པའི་རྒྱུ་ཀུན་འབྱུང་དང་དེས་བཅིངས་པའི་འབྲས་བུ་སྡུག་བདེན་གཉིས་སུ་ངེས་ལ། འཁོར་བ་ལས་ལྡོག་པའི་རྒྱུ་ལམ་བདེན་དང་བྲལ་བའི་འབྲས་བུ་འགོག་བདེན་གཉིས་སུ་ངེས་པའི་ཕྱིར་རོ། གཉིས་པ། གོ་རིམ་ནི། བཅོམ་ལྡན་འདས་ཀྱིས་མདོ་སྡེ་དུ་མར་སྡེ་བཞིའི་སྟོན་པའི་རིམ་པ་གཉིས་གསུངས་ཡོད་དེ། ཡང་རྒྱུ་འབྲས་དོན་གྱི་རིམ་པའི་དབང་དུ་བྱས་ན། དང་པོ་ཀུན་འབྱུང། དེ་ནས་ལམ་བསྟན། དེ་རྗེས་སྡུག་བསྟན། དེ་ནས་འགོག་བདེན་བསྟན་ལ། མངོན་རྟོགས་སྐྱེ་བའི་རིམ་པའི་དབང་དུ་བྱས་ན། དང་པོ་སྡུག་བསྟན། དེ་ནས་ཀུན་འབྱུང། དེ་རྗེས་འགོག་བདེན། དེ་ནས་ལམ་བསྟན་བསྟན་པ་ཡིན་པའི་ཕྱིར། སྐབས་འདིར་ཕྱི་མའི་དབང་དུ་བྱས་ཏེ་བཤད་ན། རིམ་པ་དེ་ལྟར་བསྟན་པ་ལ་དགོས་པ་ཡོད་དེ། དེ་བཞིའི་བླང་དོར་ལ་འཇུག་པའི་ཚེ། ཐོག་མར་རང་ཅག་རྣམས་སྐྱེ་རྒ་ན་འཆིས་སོགས་འཁོར་བའི་སྡུག་བསྔལ་གྱིས་བཟི་བའི་ཚུལ་ཤེས་པར་བྱས་ནས། སྡུག་བསྔལ་དེ་སྤོང་འདོད་ཀྱི་བློ་སྐྱེ་དགོས་པས་སྡུག་བདེན་དུས་དང་པོར་བསྟེན། དེ་ནས། སྡུག་བསྔལ་དེ་གང་ལས་བྱུང་སྙམ་ན་ཆགས་སོགས་ཀྱི་ཉོན་མོངས་དང། ལས་ཀྱི་ཀུན་འབྱུང་ལས་བྱུང་བ་ཤེས་ནས་དེ་སྤོང་འདོད་ཀྱི་བློ་སྐྱེ་དགོས་པས་ཀུན་འབྱུང་དུས་གཉིས་པར་བསྟེན། དེ་རྗེས་སྡུག་ཀུན་ཉིད་སྤངས་པས་འགོག་བདེན་ཐོབ་འདོད་ཀྱི་བློ་སྐྱེ་དགོས་པས་འགོག་བདེན་དུས་གསུམ་པར་བསྟེན། དེས་ནི་ཐར་བ་དེ་ཐོབ་པའི་ཐབས་དྭངས་མའི་མངོན་སུམ་དུ་རྟོགས་པའི་ཤེས་རབ་སོགས་ལམ་བདེན་རང་རྒྱུད་ལ་བརྟེན་དགོས་པས་ལམ་བདེན་དུས་བཞི་པར་བསྟན་པའི་ཕྱིར་ཏེ། དེ་ཡང་དཔེར་ན། དང་པོར། ནད་པ་ལྟ་བུའི་ནད་ཀྱིས་མནར་བའི་སྡུག་བསྔལ་དེ་ཤེས་དགོས། དེས་ཤེས་ན་དེའི་རྒྱུར་སྤོང་འདོད་སྐྱེ་ལ། དེ་སྐྱེས་ན། ནད་ཀྱི་སྡུག་བསྔལ་དེ་དང་བྲལ་བའི་བདེ་བ་ལ། ཐོབ་འདོད་སྐྱེ་ཞིང་དེའི་ཆེད་དུ་སྨན་བསྟེན་པ་ལ་འཇུག་པ་བཞིན་ཡིན་པའི་ཕྱིར། དེས་ན། བདེན་བཞིའི་བསྒོམ་ཚུལ་གྱི་གོ་རིམ་ཡང་དེ་ལྟར་རོ། རྒྱུ་འབྲས་དོན་གྱི་རིམ་པའི་དབང་དུ་བྱས་ན། ཉོན་མོངས་ཕྱོགས་ཀྱི་ཀུན་འབྱུང་ལས་སྡུག་བདེན་འབྱུང་ལ། རྣམ་བྱང་ཕྱོགས་ཀྱི་ལམ་བདེན་ལས་འགོག་བདེན་ཐོབ་པར་འགྱུར་རོ། གསུམ་པ། ངོའི་ཁྱད་པར་ནི། འཕགས་པ་ཐོགས་མེད་ཀྱིས་མངོན་པ་ཀུན་བཏུས་ལས། སྡུག་བསྔལ་གྱི་བདེན་པ་གང་ཞེ་ན། སེམས་ཅན་སྐྱེ་བ་དང་སྐྱེ་བོའི་གནས་ཀྱིས་ཀྱང་རིག་པར་བྱའོ། ཞེས་དང། སེམས་ཅན་གྱི་འཇིག་རྟེན་གང་ཡིན་པ་དང་སྣོད་ཀྱི་འཇིག་རྟེན་གང་ཡིན་པ། ལས་དང་ཉོན་མོངས་པའི་དབང་གིས་སྐྱེས་པ། ལས་དང་ཉོན་མོངས་པའི་དབང་གིས་བྱུང་བ་དག་ནི། སྡུག་བསྔལ་གྱི་བདེན་པ་ཞེས་བྱའོ། ཞེས་དང། ཀུན་འབྱུང་བའི་བདེན་པ་གང་ཞེ་ན། ཉོན་མོངས་པ་དང་དེའི་དབང་གིས་བྱུང་བའི་ལས་སོ། ཞེས་གསུངས་པ་ལྟར་ཡིན་ལ། འོན་ཀྱང་འདི་དག་གི་མཚན་གཞི་ལ་མི་མཐུན་པར་ཆེར་མེད་ནའང། མཚན་ཉིད་ལ་བཞེད་ཚུལ་མི་འདྲ་བ་མང་ངོ། ཁུ་བོ་གཙོ་བོར་བྱེད་ཚེ། རང་གི་རྒྱུར་གྱུར་པའི་ཀུན་འབྱུང་ལྡན་པའི་ལག་རྗེས་བཞག་པའི་ཟག་བཅས་ཀྱི་དངོས་པོ་དེ་སྡུག་བསྔལ་བདེན་པའི་མཚན་ཉིད། དེ་ལ་ངོའི་སྒོ་ནས་དབྱེ་ན། སྡུག་བསྔལ་གྱི་སྡུག་བསྔལ། འགྱུར་བའི་སྡུག་བསྔལ། ཁྱད་པར་འདུ་བྱེད་ཀྱི་སྡུག་བསྔལ་དང་གསུམ། དང་པོ་ནི། ལུས་ལ་ཚོར་བ་དྲག་པོས་གཟིར་བའི་ནད་བཅོས་ཀྱི་སྡུག་བསྔལ་ལྟ་བུ། གཉིས་པ་ནི། ཟས་བཟང་པོའི་རོ་ལ་བསྲེས་ནས་ཉམས་སུ་མྱོང་བའི་ཚོར་བ་བདེ་བ་ལྟ་བུ། གསུམ་པ་ནི། ལས་ཉོན་གྱིས་ལག་རྗེས་བཞག་པའི་ཟག་བཅས་ཀྱི་ཕུང་པོ་ལྔ་ལྟ་བུའོ། རང་འདྲའི་སྡུག་བསྔལ་བདེན་པའི་སྐྱེ་མཆེད་ཀྱི་རིགས་སུ་གནས་པའི་ལས་ཉོན་གང་རུང་གིས་བསྡུས་པའི་ཟག་བཅས་ཀྱི་དངོས་པོ་དེ་ཀུན་འབྱུང་བདེན་པའི་མཚན་ཉིད། དེ་ལ་དབྱེ་ན། ཉོན་མོངས་པའི་ཀུན་འབྱུང་དང་ལས་ཀྱི་ཀུན་འབྱུང་དེ་ལས་གཞན་པའི་ཀུན་འབྱུང་དང་གསུམ། དང་པོ་ལ། དེས་གྱུར་པའི་འདོད་ཆགས་ཁོང་ཁྲོ་ང་རྒྱལ། མ་རིག་པ། ཐེ་ཚོམ་ཉོན་མོངས་ཅན། ལྟ་བ་ཉོན་མོངས་ཅན་ཏེ་རྩ་བའི་ཉོན་མོངས་དྲུག་དང། ཁྲོ་བ། འཁོན་འཛིན། འཆབ་པ། འཚིག་པ་སོགས་ཉེ་ཉོན་ཉི་ཤུ། གཉིས་པ་ལ། དེར་གྱུར་པའི་བསོད་ནམས་ཀྱི་ལས་བསོད་ནམས་མ་ཡིན་པའི་ལས་མི་གཡོ་བའི་ལས་དང་གསུམ། དང་པོ་ནི། འདོད་པའི་བདེ་འགྲོར་འཕེན་བྱེད་ཀྱི་སྲོག་གཅོད་སྤོང་བའི་ལས་དང་སྦྱིན་པ་སྦྱིན་པའི་ཟག་བྱེད་ཀྱི་ལས་ལྟ་བུ། གཉིས་པ་ནི། ངན་འགྲོར་འཕེན་བྱེད་ཀྱི་སྲོག་གཅོད་དང་མ་བྱིན་ལེན་གྱི་ལས་ལྟ་བུ། གསུམ་པ་ནི། གཟུགས་དང་གཟུགས་མེད་ཀྱི་ལྷར་སྐྱེ་བ་འཕེན་བྱེད་ཀྱི་བསམ་གཏན་བཞི་དང་གཟུགས་མེད་བཞི་བསྒོམ་པའི་ལས་རྣམས་ལྟ་བུའོ། གསུམ་པ་ལ། ཉོན་མོངས་དང་ལས་ཀྱི་ཀུན་འབྱུང་དང་མཚུངས་ལྡན་དུ་གྱུར་པའི་གཙོ་སེམས་ལྟ་བུའོ། ཡང། ལས་ཀྱི་ཀུན་འབྱུང་ལ་དབྱེ་ན་དེར་གྱུར་པའི་སྒོ་གསུམ་གྱི་ལས་དང་ལུང་མ་བསྟན་གྱི་ལས་རྣམས་སུ་ཡོད། རང་ཐོབ་བྱེད་ཀྱི་ཐབས་སུ་གྱུར་པའི། སོ་སོར་རྟོག་པའི་ཤེས་རབ་ཀྱིས། རང་གི་ངོ་སྐལ་གྱི་སྤང་བྱ་སྤངས་པའི་བྲལ་བ་དེ་འགོག་བདེན་གྱི་མཚན་ཉིད། དེ་ལ། འབྲས་ཆོས་རིག་གི་སྒོ་ནས་དབྱེ་ན། སོ་སོར་བརྟགས་མིན་གྱི་འགོག་པའམ། བརྡར་བརྟགས་པའི་འགོག་པ། དོན་དམ་པའི་འགོག་པ་དང་གཉིས། དང་པོ་ནི། སྦྱོར་ལམ་རྩེ་མོ་བའི་རྒྱུད་ཀྱི་ཁོང་ཁྲོས་དགེ་རྩ་གཅོད་པ། སྤངས་པའི་སྤང་བྱ་ལྟ་བུ་དང། གཉིས་པ་དང་འགོག་བདེན་དོན་གཅིག། རང་གི་བྲལ་འབྲས་སུ་གྱུར་པས། འགོག་བདེན་བྲལ་རྒྱུ་བྱེད་པའི་རིགས་སུ་གནས་པའི་འཕགས་རྒྱུད་ཀྱི་མཁྱེན་པ། ལམ་བདེན་གྱི་མཚན་ཉིད། དེ་ལ། སྔོན་བརྟགས་མ་ཕྱི་བར་དབྱེ་ན། ཚོགས་ལམ། སྦྱོར་ལམ། མཐོང་ལམ། སྒོམ་ལམ། མི་སློབ་ལམ་སྟེ་ལྔ། ངོ་བོའི་སྒོ་ནས་ཐེག་པ་གསུམ་གྱི་འཕགས་པའི་རྒྱུད་ཀྱི་ལམ་བདེན་རྣམས་སུ་དབྱེའོ། བཞི་པ། རྣམ་པ་དྲུག་ཅུ་ལ། བདེན་བཞིའི་རྣམ་པ་མི་རྟག་སོ་བཅུ་དྲུག་ནི། སྡུག་བདེན་གྱི་རྣམ་པ་ཞི་ནས་མི་རྟག་པ་སྡུག་བསྔལ་བ་སྟོང་བ་བདག་མེད་པའོ། དེ་ཡང། སྡུག་བདེན་གྱི་རྣམ་པ་ལ་ལོག་པར་ཞུགས་པ། གཙང་སྟེ་རྟག་རྟག་ཏུ་འཛིན་པ་བཞིའི་གཉེན་པོར་མི་རྟག་སོ་ཞེས་གསུངས་ཏེ། དེ་ནི། ཟག་བཅས་ཀྱི་ཕུང་པོ་ཆོས་ཅན་མི་རྟག་པ་ཡིན་ཏེ། རེས་འགའ་སྐྱེ་བའི་ཕྱིར། དེ་ཆོས་ཅན། སྡུག་བསྔལ་བ་ཡིན་ཏེ། ལས་ཉོན་གྱི་གཞན་དབང་ཅན་ཡིན་པའི་ཕྱིར། དེས་ཆོད་ཅིང་སྟོང་བ་ཡིན་ཏེ། གཙང་བའི་བདག་དོན་གཞན་གྱིས་སྟོང་པའི་ཕྱིར། དེས་ཆོད་ཅིང་བདག་མེད་པ་ཡིན་ཏེ། རང་དབང་བའི་བདག་གི་ངོ་བོར་མ་གྲུབ་པའི་ཕྱིར་རོ། ཀུན་འབྱུང་བདེན་པའི་རྣམ་པ་བཞིན་ནི། རྒྱུ་ཀུན་འབྱུང་རབ་དགའི་རྐྱེན་ནོ། དེ་ཡང་ཀུན་འབྱུང་བདེན་པའི་རྣམ་པ་ལ་ལོག་པར་ཞུགས་པ། སྡུག་བསྔལ་རྒྱུ་མེད་དུ་འཛིན་པ། རྒྱུ་གཅིག་ཁོ་ནས་བྱེད་པར་འཛིན་པ། དབང་ཕྱུག་སོགས་ཀྱིས་བློའི་གཡོ་བ་སྔོན་དུ་བཏང་ནས་བྱེད་པར་འཛིན་པ། རང་བཞིན་རྟག་ལ་གནས་སྐབས་མི་རྟག་པར་འཛིན་པ་བཞིའི་གཉེན་པོར་རྒྱུ་སོ་ཞེས་གསུངས་ཏེ། དེ་ནི། ཟག་བཅས་ཀྱི་ལས་དང་ཉོན་མོངས་ཆོས་ཅན། རྒྱུའི་རྣམ་པ་ཡིན་ཏེ། སྡུག་བསྔལ་གྱི་རྩ་བ་ཡིན་པའི་ཕྱིར། དེ་ཆོས་ཅན་ཀུན་འབྱུང་གི་རྣམ་པ་ཡིན་ཏེ། རང་འབྲས་སྡུག་བསྔལ་ཡང་ནས་ཡང་དུ་སྐྱེད་བྱེད་ཡིན་པའི་ཕྱིར། དེ་ཆོས་ཅན། རབ་དགེ་གྱི་རྣམ་པ་ཡིན་ཏེ། རང་འབྲས་སྡུག་བསྔལ་དྲག་ཏུ་སྐྱེད་བྱེད་ཡིན་པའི་ཕྱིར། དེས་ཆོས་ཅན་རྐྱེན་གྱི་རྣམ་པ་ཡིན་ཏེ། རང་འབྲས་སྡུག་བསྔལ་གྱི་ལྷན་ཅིག་བྱེད་རྐྱེན་ཡིན་པའི་ཕྱིར་རོ། འགོག་བདེན་གྱི་རྣམ་པ་བཞི་ནི་འགོག་པ་ཞི་བ་གྱ་ནོམ་ངེས་འབྱུང་ངོ། འགོག་བདེན་གྱི་རྣམ་པ་ལ་ལོག་པར་ཞུགས་པ། ཐར་པ་ཡེངས་མེད་དུ་འཛིན་པ། ཟག་བཅས་ཀྱི་ཁྱད་པར་འགའ་ཞིག་ཐར་པར་འཛིན་པ། ཉོན་མོངས་ཀྱི་ཁྱད་པར་འགའ་ཞིག་ཐར་པར་འཛིན་པ། ཉོན་མོངས་ལན་ཅིག་སྤངས་ཀྱང་སླར་ལྡོག་པར་འཛིན་པ་བཞིའི་གཉེན་པོར། འགོག་པ་སོ་ཞེས་གསུངས་ཏེ། དེ་ནི། ལས་ཉོན་མ་ལུས་པར་སྤངས་པའི་བྲལ་བ་ཆོས་ཅན་འགོག་པའི་རྣམ་པ་ཡིན་ཏེ། སྡུག་བསྔལ་འགོག་པའི་བྲལ་བ་ཡིན་པའི་ཕྱིར། དེ་ཆོས་ཅན། ཞི་བའི་རྣམ་པ་ཡིན་ཏེ། ཉོན་མོངས་ཞི་བའི་བྲལ་བ་ཡིན་པའི་ཕྱིར། དེ་ཆོས་ཅན། གྱ་ནོམ་པའི་རྣམ་པ་ཡིན་ཏེ། ཕན་བདེའི་ངོ་བོ་གྱུར་བའི་བྲལ་བ་ཡིན་པའི་ཕྱིར། དེ་ཆོས་ཅན། ངེས་འབྱུང་གི་རྣམ་པ་ཡིན་ཏེ་སྡུག་བསྔལ་སླར་མི་འབྱུང་བའི་བྲལ་བ་ཡིན་པའི་ཕྱིར་རོ། ལམ་བདེན་གྱི་རྣམ་པ་ཞེས་ནི་ལམ་རིག་པ་གྲུབ་པ་ཉིད་ཅན་ནོ། དེ་ཡང་ལམ་བདེན་གྱི་རྣམ་པ་ལ་ལོག་པར་ཞུགས་པ། ཐར་ལམ་ཡེ་མེད་དུ་འཛིན་པ་བདག་མེད་རྟོགས་པའི་ཤེས་རབ་ཐར་ལམ་མ་ཡིན་པར་འཛིན་པ། བསམ་གཏན་གྱི་ཁྱད་པར་འགའ་ཞིག་ཐར་ལམ་དུ་འཛིན་པ། སྡུག་བསྔལ་གཏན་ཟད་བྱེད་པའི་ལམ་མེད་པར་འཛིན་པ་བཞིའི་གཉེན་པོར་ལམ་སོ་བཞི་གསུངས་ཏེ། དེ་ནི། བདག་མེད་མངོན་སུམ་དུ་རྟོགས་པའི་བྱང་སེམས་ཀྱི་མཐོང་ལམ་ཆོས་ཅན། ལམ་གྱི་རྣམ་པ་ཡིན་ཏེ། ཐར་པར་བྱོས་པར་བྱེད་པའི་ལམ་ཡིན་པའི་ཕྱིར། དེ་ཆོས་ཅན་རིག་པའི་རྣམ་པ་ཡིན་ཏེ། ཉོན་མོངས་ཀྱི་གཉེན་པོའི་ལམ་ཡིན་པའི་ཕྱིར། དེས་ཆོས་ཅན། གྲུབ་པའི་རྣམ་པ་ཡིན་ཏེ། གནས་ལུགས་མངོན་སུམ་དུ་རྟོགས་པའི་སྒོ་ནས་ལམ་ཕྱིན་ཅི་མ་ལོག་པར་གྲུབ་པས་གྲུབ་པ་ཡིན་པའི་ཕྱིར། དེས་ཆོས་ཅན། ཉེས་བྱིན་གྱི་རྣམ་པ་ཡིན་ཏེ། སྡུག་བསྔལ་དང། ཉོན་མོངས་རྩ་བ་ནས་ཟད་བྱེད་ཀྱི་ལམ་ཡིན་པའི་ཕྱིར་རོ། ལྔ་པ། སྒྲ་དོན་ནི། བཞི་པོ་འདི་དག་ལ། འཕགས་པའི་བདེན་པ་ཞེས། བརྗོད་པའི་རྒྱུ་མཚན་གང་ཞེ་ན། ཡོད་དེ། དེ་རྣམས་འཕགས་པས་གཟིགས་པ་ལྟར་བདེན་ཞིང། བྱིས་པ་སོ་སྐྱེས་བཟུང་བ་ལྟར་མི་བདེན་པའི་རྒྱུ་མཚན་གྱིས་དེ་ལྟར་བརྗོད་པའི་ཕྱིར། དྲུག་པ། དགོས་པ་ནི། བདེན་བཞིའི་རྣམ་གཞག་ཤེས་དགོས་པ་ཡིན་ཏེ། ལམ་རིམ་ལས། དེ་ལྟར་ན་བདེན་བཞིའི་ཐེག་པ་ཆེན་ཆུང་ཀུན་ཏུ་ལན་དུ་མར་གསུངས་ཤིང། འཁོར་བར་འཇུག་པ་དང་ལྡོག་པའི་གནས་རྣམས་བདེ་བར་གཤེགས་པས་བསྡུས་པ་ཡིན་པས། རྣམ་གྲོལ་གྲུབ་པ་ལ་ཤིན་ཏུ་གལ་ཆེ་ཞིང་ཉམས་ལེན་གྱི་འགག་སྡོམ་ཡང་ཆེ་བས་རིམ་པ་དེ་ལྟར་སློབ་མ་ལ་ཁྲིད་དགོས་ཏེ། ཞེས་དང། ཉམས་འགྱུར་ལས་ཀྱང། སྡུག་བདེན་གཉིས་མིང་བསམ་ལ་མ་འབད་ན། ཐར་པར་དོན་གཉེར་ཅི་བཞིན་མི་འབད་ཞིང། ཀུན་འབྱུང་འཁོར་བ་འཇུག་རིམ་མ་བསམ་ན་འཁོར་བའི་རྩ་བ་བཅུད་ཚུལ་མི་ཤེས་པས་སྲིད་ལས་ངེས་འབྱུང་སྐྱོ་ཤས་བསྟེན་པ་དང་འཁོར་བ་གང་གིས་བཅིངས་པ་ཤེས་པ་བཅས་ཞེས་གསུངས་པའི་ཕྱིར་རོ། གསན་བསྲེག་གནང་བར་ཐུགས་རྗེ་ཆེ།